སྐྱབས་འགྲོ་བསམ་བློ་བཏང། སྐྱབས་འགྲོ་བསམ་བློ་བཏང་ནས། ཨེ་ནི། ཁ་སིལ་ཞུ་ཡ་ན་ཤིང་གི་ལམ་ལོག་པ་ལས་ཁྱད་པར་དུ་བྱས་ཟེར་མཁན་དེ་བྱུང་བ་རེད། དེ་ནས་སེམས་ཀྱིས་བསམ་བློ་བཏང་ནས་ལམ་དམན་པ་ལས་ཁྱད་པར་དུ་བྱས་ཟེར་མཁན་དེ་བྱུང་བ་རེད། མདོར་ན། སྐྱབས་སུ་འགྲོ་བའི། ཆོས། ཆོས་སུ་འགྲོ་ཡ་བྱེད། སངས་རྒྱས་པའི་ཆོས། སངས་རྒྱས་པའི་ཆོས་ལ་འགྲོ་ཡ་དེ་ཆགས། དེ་ནས་སེམས་ཀྱིས་སྒོམ་ཡོང་དུས། སེམས་ཀྱིས་གསལ་བཏབ་ནས་སྒོམ་ཡོང་དུས་ཙང་ནས། ཐེག་པ་ཆེན་པོའི་ཆོས་ཐེག་པ་ཆེན་པོའི་ཆོས་སུ་འགྲོ་ཡ་ཅིག་བྱུང་བ་ཡིན་པ་རེད། ད་ད་ང་རང་ཚོ་ཐེག་པ་ཆེན་པོའི་ཆོས་སེམས་ཀྱི་མཚན་ཉིད་ཚང་ཞིག་བཏང་སྟེ་ནང་ཚ་སྐྱེལ་ཡ་ཡོད་མ་རེད་དེ་ཡིན་ནའི་ལད་མོ་ཚུན་ཆད་བཅོས་མ་ཚུན་ཆད་ཀྱི་བག་ཟས་བཏབ་ནས་ཡོང་དུས་ཁོ་ཐེག་ཆེན་གྱི་ཆོས་ལ་འགྲོ་ཡག་གི་བག་ཆགས་རོ་གཅིག་ཁོ་བཞག་ཡ་ཡོང་གི་རོ་བ། སྐྱབས་སུ་འགྲོ་བ་དང་སེམས་བསྐྱེད་པ་རྒྱུད་དང་འབྲེལ་ངེས་པ་ཅིག་བྱ། ད་དེ་ནས་ཚོགས་ཞིང་གསལ་འདེབས་པ་དེ་ཡིན་པ་རེད་ད། ཚོགས་ཞིང་གསལ་འདེབས་པ་དེ། མདུན་གྱི་ནམ་མཁའ་ལ་བརྒྱ་བྱིན་མཆོད་པ་དང་ཟབ་མོ་ལྟ་བས་བརྒྱུད་པའི་བླ་མ་རྣམས་དང་གཞན་ཡང་སངས་རྒྱས་དང། བྱང་ཆུབ་སེམས་དཔའ་འཕགས་པ་ཉན་ཐོས་དང་རང་སངས་རྒྱས་བཀའ་སྡོད་དང་བྱེད་པ་དཔག་ཏུ་མེད་པ་བཞུགས་པར་བསམས་ཏེ་ཚོགས་གསོག་པའི་ཞིང་གསལ་གདབ། དང་ཚོགས་ཞིང། སངས་རྒྱས་བྱང་སེམས་དཔའ་བོ་མཁའ་འགྲོ་ཆོས་སྐྱོང་སྲུང་མ། སངས་རྒྱས་བྱང་ཆུབ་ཉན་རང་དཔའ་བོ་མཁའ་འགྲོ་ཚོགས་བཅས་ནས། རྣམ་གྲངས་པ། ག་ཟུག་རེ་མང་པོ་བྱས་ནས་གསལ་བཏབ་ནས་འབྲི་བའི་ཆེད་ཡང་ཅིག་དད་པ་འཕེལ་ཡག་དེ་འདྲའི་ལས་ཕན་ཐོགས་ཡོད་པ་རེད། ཡང་ཀུན་འདུས་ནོར་བུ་ལུགས་སུ་བྱས་ནས་བླ་མ་སྤྱི་སྐོར་གསལ་བཏབ་ནས། སྐྱབས་གནས་ཐམས་ཅད་འདུས་པའི་བདག་ཉིད་དུ་གསལ་བཏབ་ནས་ཡང་དེ་འདྲའི་ཟམ་བཏང་ནས་འབྲི་བའི་ཆེད། ཞེས་དང་དེ་འདྲ་འབྲི་བའི་སྒོ་ནས་ཚུལ་ཤིང་གསལ་བཏབ། དེ་ནས་ལམ་རྒྱུད་ལ་སྐྱེས་པའི་མཐུན་རྐྱེན་ཚོགས་བསགས་པ་དང་འགལ་རྐྱེན་བྲི་བར་སྦྱོར་བའི་ལྷན་ཅིག་བྱེད་རྐྱེན་མེད་ན། ཉེར་ལེན་གྱི་རྒྱུ་དམིགས་རྣམ་སྐྱོང་བ་ཙམ་ལ་འབད་ཀྱང་ལམ་ཤིན་ཏུ་སྐྱེ་དཀའ་བས། བསགས་སྦྱང་གི་གནས་རྣམས་བསྡུས་པའི་ཡན་ལག་བདུན་པའི་རྒྱུད་སྦྱང་དགོས་སོ། ད་ཡན་ལག་བདུན་ག་རེ་ཞིག་ལབ་ན། དེ་ལ་ཕྱག་འཚལ་བའི་ཡན་ལག་ལ་སྒོ་གསུམ་མོ་སྡོམ་པའི་ཕྱག་ནི་མི་ཤིགས་གཉིས་སུ་དག་ཅེས་པའི་ཚིགས་བཅད་གཅིག་གིས་དེ་མི་ཤིགས་ལྡན་གྱི་ཁམས་ལ་ཕྱོགས་རེ་བ་དང་དུས་རེ་རེ་སངས་རྒྱས་མ་ཡིན་གྱི་ཕྱོགས་བཅུ་ཀུན་ལ་བཞུགས་པ་དང་སྔར་བྱོན་ཟིན་པ་དང་མ་འོངས་པ་ན་འབྱོན་པར་འགྱུར་བ་དང་ད་ལྟར་བྱོན་བའི་རྒྱལ་བ་ཐམས་ཅད་ལ་དམིགས་ནས་གཞན་གྱི་གཡམ་ལ་རྒྱུ་དགུ་ལྟ་བུ་མིན་པར་ས་པ་ཐག་པ་ནས་སྒོ་གསུམ་མོ་གུས་པས་ཕྱག་འཚལ་བའོ། དེ་ཡང་སངས་རྒྱས་གཅིག་ལ་ཕྱག་འཚལ་ན་སོ་ན་དཔག་ཏུ་མེད་པ་ལ། སུ་དང་དཔག་ཏུ་མེད་པ་ལ་བ་སངས་རྒྱས་ཐེ་ཚོམ་ལ་མི་གནས་ཚད་མས་ལྟ་ཅི་སྨོས་ཞེས་སློབ་བུའི་ཡེ་ཤེས་དེས་འགྲེལ་པར་བཤད་དོ། བསྟན་པ་མངའ་བདག་སྐབས་ཀྱི། དེ་ཡིན་པར་ལོ་ཙཱ་བ་སློབ་བུའི་ཡེ་ཤེས་དེས་འགྲེལ་པར་བཤད་དོ། སྐུ་གསུམ་སོ་སོ་བའི་ཕྱག་ལ་ལུས་ཀྱི་ཕྱག་ནི་བཟང་པོ་སྤྱོད་པ་ཞེས་སོགས་ཚིགས་བཅད་གཅིག་སྟེ། རྒྱལ་བ་མཆོག་དང་དུས་ཀྱི་བསྟོད་པ་ཐམས་ཅད་ཡིད་ཀྱི་ཡུལ་དུ་མངོན་སུམ་པ་ལྟར་དམིགས་ལ་རང་གི་ལུས་ཞིང་རྣམས་ཀྱི་རྡུལ་ཕྲ་རབ་དང་གྲངས་མཉམ་པར་སྤྲུལ་ལ་ཕྱག་བྱ་བའོ། དེ་ཡང་ཡུལ་སྣང་བྱེད་པའི་བཟང་པོ་སྤྱོད་པ་ལ་རབ་ཏུ་དད་པའི་སྟོབས་བསྐྱེད་དེ་དེའི་ཀུན་སྣང་དུ་ལུས་གཅིག་གིས་ཕྱག་བྱ་བ་ཡང། བསོད་ནམས་ཆེ་ན་ལུས་བརྩེ་གདུང་གིས་ཕྱག་བྱ་བ་ནི་བསོད་ནམས་ཤིན་ཏུ་ཆེའོ་ཞེས་སློབ་དཔོན་གྱིས་བཤད་དེ་གསུང་ངོ། ཡིད་ཀྱི་ཕྱག་ནི། དུས་ཕྱིས་ཀྱང་ན་ཞེས་པའི་ཚིགས་བཅད་གཅིག་གིས་བསྟན་པའི་རྡུལ་ཕྲ་རབ་རེ་རེ་བསྟན་ན་ཡང་རྡུལ། ཐམས་ཅད་ཀྱི་གྲོང་ན་གཉིས་པའི་སངས་རྒྱས་འཁོར་བྱང་སེམས་ཀྱི་བསྐོར་བའི་དབུས་ན་བཞུགས་པ་ལ། དེ་དག་གི་བུ་ཡོན་ཏན་རྗེས་སུ་དྲན་པའི་མོས་པ་སྐྱེ་བའོ། ངག་གི་ཕྱག་ནི་བས་དེ་དག་བསྔགས་པ་ཞེས་པའི་ཚིག་རྗེས་གཅིག་སྟེ་ཡུལ་རྣམས་ཀྱི་ཡོན་ཏན་སྐྱེ་བའི་བསྔགས་པ། ཟད་མི་ཤེས་པ་རྣམས་ལུས་རེ་རེ་ལ་འགོག་པ་དང་བ་དང་འགོག་རེ་རེ་ལ་བ་ཅས་དཔག་ཏུ་མེད་པ་སྤྲུལ་པར་གསུངས་པ་ལྟར་བྱས་ནས་མི་སྙན་པའི་དབྱངས་ཀྱིས་བརྗོད་པར་བྱའོ། འདིར་དབྱངས་ནི། བསྟོད་པ་ཡིན་ལ་དེའི་ཡན་ལག་ནི་རྒྱུ་དེའི་རྗེའོ་རྒྱ་མཚོ་ནི་ཡང་བའི་ཚིག་གོ། ཞེས་ནི།

རྫོགས་རིས་བྲིས་བྱས། མུར་རྫོགས་སྒོམ་བྱས་འདུག་སྲིད་མ་ལག་པ་སར་འཛུལ་ཡང་རེད་ཡོང་གི་འདུག་ག་ཕྱག་བཙལ་ལས་ཁ་འདུག་ལ། ད་མ་ཡར་ལངས་མ་བསྡད་བྱས་པ་ཁ་འདུག་ལ་ལག་པ་འདུག་བྱས་བ་བྱུང་ནས་ཐབས་ཤེས་ཡོད་མ་རེད་དེ་དངོས་ཞིབ་འདི་ཡིན་གཅིག་མིན་གཅིག་དཔལ་ལྐོག་སར་ཐུབ་པའི་ཁ་འདུག་ལ་བར་འདི་གཉིས་པོ་དེ་སར་ཐུབ་པ་བྱས་ཡིན་གཅིག་བྱས་དགོས་ཀྱི་ཡོད་རེད་དེ་སོང་བ། དེ་ནས་དཔལ་མོ་གཉིས་པོ་དེ་ཡིན་གཅིག་མིན་གཅིག་སར་ཐུབ་པ་བྱས། ད། དཔལ་ལྐོག་ཡིན་གཅིག་སར་ཐུབ་པ་བྱས།

དུ་བསྡུས་པའི་རྣམ་འགྱུར་བྱེད་ཀྱི་ཆ་ལ་ཐལ་མོ་ཆ་ཞེས་པ་དེ་ལུས་ཀྱི་ཆ་འགྲོ་གི་ཡང་རེད། ལུས་ཀྱི་ཆ། ངག་གི་ཆ་སོགས་ཟེར་ནས་ངག་ནས་བསྟོད་དབྱངས་བརྗོད་པ་དང་བསྟོད་དང་བསྟོད་པའི་ཚིག་བརྗོད་པ་དེ་ནི་ངག་གི་ཆ། དེ་ནས་ཡིད་ཀྱི་སྒོ་ནས་རྩེ་གཅིག་པའི་དད་གུས་བསྟན་པ་དེ་ཡིད་ཀྱི་ཆ། ཅེས་སོང་ང། རྩེ་དང་ངག་རང་སོ་ནམ་རྒྱུན་གཅིག་ཆོས་འབུམ་བཟང་ངན་རྫུ་འཕྲད་ཀྱིས་ངག་ནས

སྙིང་ག་སེ་ལབ་ན་ལུས་ངག་ཡིད་གསུམ་གྱི་དང་གནས་རེ་རེ་ཞིག་ནམ་གྱི་ཚིག་གི་ཡང་རེད་དེ་འདྲེ་གི་ཐང་ནས་ཡང་སྒོ་ག་ད་ག་སུ་རེད་པའི་སྒོ་གསུམ་ཕྱིན་ཅི་ལ་རེད་དེ་འདྲེ་གི་ཅི་མེད་འགྲོ་ཡང་གཅིག་ཏུ་སྤྱི་བོ་ལུགས་བྱ་རེ་ཡིན་ན་ཨེ་ནི་ཞིག་གཙུག་ཏོར་འགྲུབ་ཡག་ད་སྨིན་མཚམས་ལ་ཡང་མཛུབ་བུ་འགྲུབ་ཡག་ད་ཨེ་ནི་གསུང་རྣམ་པ་ཐམས་ཅད་པ་འགྲུབ་ཡག་ད་ཐུགས་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་འགྲུབ་ཡག་ད་ཨེ་ནི་ད་ལྟེ་བ་ལ་གར་ཟག་བ་ཡིན་ན་བྱས་ད་སྔགས་ད་འདྲེ་རེ་ཡིན་ན་ནི་ཕྲིན་ལས། བྱ་དྲུག་ཡིན་ཞེས་གསང་བར་བས་ན་དེ་འདི་དག་ནི་དེ་ཡུངས་མིན་ནོ། འདུ་བྱེད་ཀྱི་ཕུང་པོ་དཔལ་བ་ལ་ཡང་དེའི་ཁྲི་ལས་གྲུབ་ཡང་བྱ་མཆོག་མིན་ནོ། དེ་འདི་ཡིན་པ་ཡིན་ཏེ་དེ་འདྲི་བའི་སྒོ་ནས། སྔགས་ཀྱི་གཞུང་དེ་འདྲའི་ནང་ལོགས་ལ་ཡང། རྡོ་རྗེ་ཐལ་མོའི་ངེས་དོན་བཤད་པར་བྱས་ནས། ཐལ་མོ་བརྗོད་དུ་བཙལ་ནས། འོ་དེ་ཀའི། ཅེས་ཡང་སྒོ་མཚོན་དོན་རུ་མང་པོ་གསུངས་བྱས་དེ་འདྲི་ཡོད་པ་རེད། འོ་ད་ག་ལ་ག་ཡིན་ནི་སྨྲས་ནས། ང་ཚོ་ད་ནམ་གྱི་ཐལ་མོ་བརྗོད་དུས་དཔལ་བ། འབྲིང་པ། སྙིང་ག། དེ་གསུམ་པོ་དེ་ལ་ཡང་ཐལ་མོ་སྦྱར་བྱས། མ་ཆགས་བཙལ་ཡ།

དེ་བྱེད་དུས་ནང་གི་ཁོག་སྟོང་དེ་གའི་ཆུ་ཁུ་ཚོན་ཡག་དང་ཕྱིའི་ནི་དབྱིབས་དེ་གའི་ནི་གཟུགས་ཁུ་ཚོན་ཡག་ས་དེ་འདྲས་གསུང་གི་ཡོད་རེད་ཁྱེད་སོང་ཨ། ད་དེ་འདྲས་བྱས། ཆང་ཚ་བ་ཆད། ད་དེ་ནི་ཆོས་པ། ཆོས་པའི་ཡན་ལག་ལ། བླ་ན་མེད་པའི་མཆོད་པ་ནི་མེ་ཏོག་དམ་པ་ཞེས་པའི་ཚིགས་བཅད་གཉིས་ཏེ། མེ་ཏོག་དམ་པ་ནི་ལྷ་དང་མིའི་ཡུལ་ལ་སོགས་པའི་མེ་ཏོག་རྨད་དུ་བྱུང་བ་སིལ་མ་རྣམས་སོ། ཕྲེང་བ་ནི་མེ་ཏོག་སྣ་ཚོགས་སྤེལ་ཏེ་བརྒྱུས་པ་སྟེ་དེ་གཉིས་ཀ་ཡང་དངོས་དང་བཅོས་མ་ཐམས་ཅད་དོ། སིལ་སྙན་ནི་རོལ་མོ་རྒྱུད་གཞན་དང་འབུད་པ་དང་བརྡུང་བ་དང་བྲོ་བ་རྣམས་གསུམ་པོ་ཞུགས་པ་ནི་སྤོས་བཞི་པོའི་ཏིག་གོ། གདུགས་ཆོག་ནི་གདུགས་རྣམས་ཀྱི་ཆོག་གོ་མར་མེ་ནི་སྤོས་མར་ལ་སོགས་པ་དྲི་ཞིམ་ཞིང་འོད་ཟེར་བ་དང་རིན་ཆེ་བའི་ནོར་བུ་འོད་ཟེར་བའོ། བདུག་པ་ནི་བདུག་སྤོས་སྦྱར་བ་དང་ནག་ཅིག་པའོ། ན་བཟའ་དམ་པ་ནི་མི་རྒོད་རྣམས་ཀྱི་ཆོག་གོ་བ་དྲི་ཆུ་ནི་སྤོས་ཆུ་ཡོན་ཆེ་བ་ལུ་གུ་སོལ་བ་ཟེར་ཏེ། སྟོང་གསུམ་དུ་དྲི་མེད་དྭངས་བའི་དྲིས་བསྒོས་པའི་ཆུ་ལ་སོགས་པའོ། ཕྱེ་མ་ཕུབ་མ་ནི་སྤོས་ཞིམ་པོའི་ཕྱེ་མ་གཏོར་ཞིང་གདུག་ཏུ་རུང་བ་མཐུག་པོ་བྱེད་པའམ་དཀྱིལ་འཁོར་བྲིས་པའི་མཚོན་བྱེད་དཔལ་བའི་རིམ་པ་བརྒྱ་དང་ལྔའམ་རི་རབ་དང་བརྙས་པའོ། བཀོད་པ་ནི་གོང་མ་ཀུན་གྱི་མཐར་སྦྱོར་བ་སྟེ། ཕལ་པ་ཕལ་ཆེ་བ་དང་བཀྲེས་པ་དང་སྣ་ཚོགས་པ་རྣམས་བྱང་བུ་མཆོད་པ་བླ་ན་འོས་པ་ནི་མཆོད་པ་གང་ནོ་ཞེས་པའི་ཚིགས་བཅད་གཅིག་གིས་བསྟན་པའི་བླ་ན་ཡོད་པ་ནི་མི་འཇིགས་ལྡན་པའི་མཆོད་པ་ཡིན་པས་འདིར་ནི་བྱང་ཆུབ་སེམས་དཔའ་ལ་སོགས་པ་མཐུ་ཆེན། རྣམས་ཀྱི་ཟངས་ཁུ་བྲི་བའོ། ཚིག་རྐང་ཐ་མ་གཉིས་ནི་གོང་མ་དེ་ཉིད་མ་ཚང་བ་དང་བཅས་ལ་སྦྱར་ཏེ་ཕྱག་དང་མཆོད་པ་རྣམས་ཀྱི་ཀུན་སློང་དང་ཡུལ་སྟོན་པའོ། དང་མཆོད་པ་འབུལ་བའི་ཡན་ལག་ཟས་དང་མཆོད་པ། དངོས་སུ་བཤམས་པའི་མཆོད་པ། ནི་ཡིད་སྤྲུལ་གྱི་མཆོད་པ། སོ་སོའི་དངོས་སུ་དག་ཅིག་བཟའ་བ་དང་བཅའ་བ་ལ་སོགས་པ་གཞན་ཡང་ནི་གཅིག་གིས་ག་ཚོད་བོར་བའི་བུ་གའི་མེ་ཏོག་དང་བདུག་སྤོས་དང། ནི་གཅིག་གིས་མར་མེ་དང། ནི་གཅིག་གིས་མཆོད་ཡོན་ལ་སོགས་པ། རོལ་མོ་དང། དང་དེ་འགྲུབ་བུ་ཡ།